རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོའི་ངོ་མཚར་རྨད་དུ་བྱུང་བའི་རྣམ་པར་ཐར་པ་དད་པའི་འཇུག་ངོགས་ཞེས་བྱ་བ་བཞུགས་སོ། མཛད་པ་པོ། མཁས་གྲུབ་དགེ་ལེགས་དཔལ་བཟང་པོ་མཆོག། རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོའི་ངོ་མཚར་རྨད་དུ་བྱུང་བའི་རྣམ་པར་ཐར་པ། བསྐལ་པ་རབ་ཀྱི་ཚོགས་ཉུང་ཟད་ཅིག། ཡོངས་སུ་བརྗོད་པའི་གཏམ་དུ་བྱ་བ། དད་པའི་འཇུག་ངོགས་ཞེས་བྱ་བ། རྗེ་བཙུན་བླ་མ་དམིགས་པ་མེད་པའི་ཐུགས་རྗེ་ཆེན་པོ་དང་ལྡན་པ་དེའི་ཞབས་ལ་གུས་པ་ཆེན་པོས་ཕྱག་འཚལ་ལོ། ཚོགས་གཉིས་སྤྱོད་པ་རླབས་ཆེན་ཤཱ་རིའི་རྩེར། རྒྱལ་སྲས་དཔའ་བོ་སྨྲ་བའི་ལྟ་བ་མཛེས། ཐུབ་བསྟན་ཀུ་མུད་བཞད་པའི་དཔལ་ཡོན་ཅན། རྗེ་བཙུན་བླ་མ་སྙིང་གི་མུན་སེལ་རྒྱལ། བློ་བཟང་དབྱངས་ཅན་ངག་གི་དཔལ་མངའ་བ། གྲགས་པའི་མཛངས་མ་མཆོག་གི་འཛིན་མེད་གདུང། དཔལ་ལྡན་མཁས་པ་ཀུན་གྱིས་བཀུར་འདུག་པ། ཁྱེད་ཀྱི་ཞབས་ལ་བདག་ཀྱང་ཕྱག་བགྱིད་དོ། མི་དམན་བརྟུལ་ཞུགས་མཆོག་གིས་ལེགས་བསྡམས་ཤིང། རྣམ་དཔྱོད་ཕྱི་ར་ཐུབ་པའི་གཞུང་ལུགས་ཀུན། ཞིབ་མོར་བྱེད་ལ་བདག་དང་བྲལ་གྱུར་པའི། གཅིག་ཏུ་བསྒྲུབ་ལ་རྒྱས་པ་འདི་མེད་དོ། མགོན་པོ་དེ་ཡི་ཡོན་ཏན་རྒྱ་མཚོ་ཆེ། འབྱམས་ཀླས་གྱུར་པའི་གཏིང་མཐའ་ཇི་ཙམ་ཞིག། མཐུ་ཆེན་རྣམས་ཀྱང་ཁྱོགས་ལ་འཆང་གྱུར་ན། བདག་ལྟས་ཅུང་ཟད་དཔོག་པའང་ག་ལ་ནུས། འོན་ཀྱང་འདི་ན་ཤོག་ཁྲག་དད་པའི་མིས། སྙིང་གི་ཆུ་གཏེར་ཁོལ་བ་འཛིན་བྱེད་པ། འདི་དག་དུང་ཟིའི་སྤོབས་པའི་རྔ་ཡབ་རྩེ། ཆུ་ཐིགས་ཙམ་ཞིག་བླངས་འདི་གར་གྱིའོ། འདི་ཉིད་ཕྱིན་ན་འཇིག་རྟེན་གཞན་དུ་ཡང། འདི་ལྟའི་མགོན་གྱིས་ནམ་ཡང་མི་གཏོང་ཞིང། དེ་ཡི་ལེགས་བཤད་བདུད་རྩིས་འཚོ་གྱུར་ཞིག། རང་མདུན་ལ་གོས་ཞི་བའི་ཞགས་པ་ཡིས། བདག་གི་སྙིང་ནི་ཡང་དག་དྲངས་གྱུར་ཅིང། གཤེན་བསྟན་དད་པ་ཞབས་དཀར་ངང་མོའི་ཚོགས། དཔག་ཡས་ཡོན་ཏན་འོ་མའི་ཆུ་གཏེར་ལ། རབ་དགའ་དགྱེས་པའི་སླད་དུ་འདིར་འབད་དོ། སོས་ཀ་ཆར་སྤྲིན་འགྱེད་པའི་སྒྲ་དབྱངས་ཅན། དཔྱིད་ཀྱི་དཔལ་མོ་མེ་ཏོག་དོ་ཤལ་དགོད། རྨ་བྱ་གཞོན་ནུ་རོལ་པའི་རྩེད་འཇོ་སྟོན། འདི་དག་འཇིག་རྟེན་ཡ་མཚན་ཅི་ཡང་མཆིས། མཁས་རྣམས་ཡིད་ཀྱི་བརྟན་པ་ཉམས་བྱེད་པ། དམ་པའི་སྤྱོད་པ་རྨད་བྱུང་བརྗོད་པའི་གཏམ། སྐལ་བཟང་རྣ་བའི་བཅུད་ལེན་བསྒྲགས་པས་ཀྱང། ཐུབ་རྣམས་ཡིད་ནི་ཅི་ཡང་ཆགས་པར་འགྱུར། གཞོན་ནུ་ཉིད་དང་ངེས་པར་འབྱུང་བའི་ཚུལ། དོན་སྦྱིན་གནས་ལ་དཀའ་བ་ལྷུར་བླངས་པས། རྒྱལ་བ་དགྱེས་པའི་གོ་འཕང་མཆོག་བརྙེས་པ། འདི་དག་ངོ་མཚར་གཏམ་གྱི་གླེང་གཞི་ཡིན། དེ་ཡང། བདག་གི་དཔའ་ལྡན་བླ་མ་དམ་པ། སངས་རྒྱས་བཅོམ་ལྡན་འདས་ཀྱི་ཞིང་བསླུ་བ་ཆེན་པོ། འཇིག་རྟེན་ཐམས་ཅད་ལ་རྒྱུ་མེད་པར་ཡང་གཅིག་ཏུ་བརྙེས་བཞིན་པའི་ངང་ཚུལ་ཅན། རིང་མོ་ཞིག་ནས་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་དག་གི་ཕ་རོལ་ཏུ་བྱོན་པ། རྗེ་བཙུན་འཇམ་པའི་དབྱངས་ཀྱི་ཐུགས་ཀྱི་འོད་ཟེར་གྱིས། བློ་གྲོས་ཀྱི་པད་མོ་ཁ་ཕྱེ་བས། ཤེས་བྱའི་དཀྱིལ་འཁོར་མཐའ་དག་ལ་གཟིགས་པ་དག་པའི་སྤྱན་དང་ལྡན་པ། ཐུན་མོང་དང་ཐུན་མོང་མ་ཡིན་པའི། མངོན་པར་རྟོགས་པའི་ཡོན་ཏན་རིན་པོ་ཆེའི་ཚོགས་ཀྱིས། ཐུགས་ཀྱི་བང་མཛོད་ཡོངས་སུ་གཏམས་པའི་བདག་ཉིད་ཆེན་པོ། མཚན་བརྗོད་པར་དཀའ་བ་འདི་ནི། བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ནས་ས་བཅུ་ཡོངས་སུ་རྫོགས་པར་མཛད་དེ། མ་དག་པའི་འཇིག་རྟེན་གྱི་ཁམས་རྣམས་ཡོངས་སུ་ཡང། ལ་ལ་ལ་ནི་འཁོར་ལོས་སྒྱུར་བ་དང། ལ་ལ་ལ་ནི་ཁམས་ཀྱི་རྒྱལ་པོ་དང། འགའ་ཞིག་ཏུ་ནི་རྒྱལ་ཆེན་དང་ཚངས་པའི་གཟུགས་དང། དེ་བཞིན་དུ་བྱང་ཆུབ་སེམས་དཔའ་ཁྱིམ་པ་དང། རབ་ཏུ་བྱུང་བའི་ཚུལ་ལ་སོགས་པ། གདུལ་བྱ་དང་འཚམས་པའི་སྐུའི་རྣམ་པར་འཕྲུལ་བ་དཔག་ཏུ་མེད་པ། ཇི་ལྟར་ནམ་མཁའི་ལམ་ལས། ཟླ་བའི་དཀྱིལ་འཁོར་གཅིག་ཉིད་ཀྱི་སའི་སྟེང་དུ་ཆུ་སྣོད་ཐ་དད་པ་སྣ་ཚོགས་པ་ཞིག་གི་ནང་དུ། ཅིག་ཅར་རང་གི་གཟུགས་བརྙན་སྟོན་པ་དེ་བཞིན་དུ་འབད་རྩོལ་མེད་པར་ཉེ་བར་བསྟན་པ་ལས། བདག་ཅག་རྣམས་ལ་ནི། འུ་བུ་ཅག་རང་དང་འགྲོགས་རེག་མཐུན་པར་སྐྱོ་བ་ཞེས་པའི་དགེ་བའི་བཤེས་གཉེན་རྣམས་ཀྱིས་རྣམ་པར་བསྟན་པའི་དོན་མཛད་དོ། ཞེས་བྱ་བར་ཁོང་དུ་ཆུད་པར་བྱ་བ་ཡིན་པ་གོར་མ་ཆག་སྟེ། འདི་ལ་བདག་ཉིད་ཡིད་ཆེས་པར་བྱ་བའི། ལོ་རྒྱུས་ཀྱི་གཏན་ཚིགས་གཏམ་དུ་གླེང་བའང་ཐོས་སོ། དེ་ལྟ་མོད་ཀྱི་ཚུལ་དེ་ནི། སྐྱེ་བོ་ཕལ་མོ་ཆེ་དག་གིས་བསམ་པར་བྱ་དཀའ་བའི་གནས་ཡིན་པའི་ཕྱིར་དང། བདག་ཅག་དད་པ་དང་བསམ་པའི་སྟོབས་དམན་པ་དག་གི་རང་བཞིན་དང། བསྐལ་པ་ཇི་ལྟ་བུ་ཡིན་པ་ཉེ་བར་གཟིགས་པའི་དབང་གིས། བདག་ཉིད་ཀྱང་དོན་འདི་ཞལ་གྱིས་འཆེས་པར་མི་མཛད་པའི་ཕྱིར། གནས་འདི་ནི་རྙེད་པར་འགྱུར་བར་མི་ནུས་སོ། དེ་ལྟ་ན་ཡང། འདི་ཉིད་བྱང་ཆུབ་སེམས་དཔའ་ལམ་ལ་སློབ་པའི་ཚུལ་ཉེ་བར་བཟུང་ནས་དོན་མཛད་ཅིང། ཕན་པ་མཛད་པས་ཡོངས་སུ་སྤྱོད་པ་དག་གིས་ཕུལ་དུ་བྱུང་བའི་ཡོན་ཏན་གྱི་མཐའ་ཡང། བདག་ཅག་སའི་དབང་ཕྱུག་མ་གཏོགས་པ་དག་གིས་ནི། ཕྱོགས་ཙམ་ཞིག་གཞལ་བར་བྱ་བའི་བསྔོ་ཡང་མི་ལྡོག་མོད་ཀྱི། རེ་རེ་ཞིག་གདུལ་བྱ་དམན་པ་དག་ལ་ཡང། ཐུན་མོང་དུ་སྣང་བ་ཙམ་གྱི་མཛད་པ་ཉིད་ལ་ཉེ་བར་བསྟན་ནས། བདག་ཉིད་ཀྱི་ཁོང་དུ་ཆུད་པའི་རྣམ་པར་ཐར་པའི་ཆ་ཤས་འགའ་ཞིག། དད་པའི་སོར་མོ་ལན་གཅིག་མིན་པར་བསྐྱོད་པའི་འདུ་ཤེས་ཀྱིས། གཏམ་དུ་བྱ་བའི་མེ་ཏོག་གི་ཕྲེང་བར་བརྒྱུས་ཏེ། སྐལ་བཟང་སྐྱེ་བོ་དག་གི་རྣ་བ་ལ་དགོད་པར་བྱའོ། དེ་ཡང་འདི་སྐད་ཅེས་རྗེས་སུ་ཐོས་ཏེ། བདག་ཉིད་ཆེན་པོ་འདི་ཐོག་མར་སྐུ་བལྟམས་པའི་མཛད་པ་གང་དུ་བསྟན་པའི་ཡུལ་ནི། མདོ་ཁམས་སྨད་ཀྱི་ས་ཆ། ཤར་ཙོང་ཁ་ཞེས་གྲགས་པ། སྔོན་དུས་ཁ་བ་ཅན་པ་རྣམས་ཀྱི་རྗེའོ། ལྷ་བཙན་པོ་དག་གི་མངའ་རིས་ཀྱི་ཆབ་འོག་ཏུ་གཏོགས་པའི་ཡུལ་གྱི་ལྗོངས་ལ། འདི་ཉིད་སའི་ཡོན་ཏན་ཕུལ་དུ་བྱུང་བར། རྒན་པོ་དག་གི་བརྒྱུད་པའི་མཁའ་ལས་སྒྲོགས་པར་བྱེད་པ་དེ་ཉིད་དེ། འདིའི་ཡབ་ནི། སྤ་ཞིང་དེད་པ་དང། འདྲེན་ཅིང་རྟུལ་ཕོད་པ་དང། འབྱོར་ཅིང་རང་བཞིན་དྲང་བ་ལ་སོགས་པའི། སྐྱེ་བོ་གཞན་གྱི་ཡིད་དུ་འཐད་པའི་ཆོས་ཀྱིས་བརྒྱན་པ། ད་ར་ག་ཆེ་ཀླུ་འབུམ་རྒྱལ་ཞེས་བྱ་བ་ཡིན་ལ། ཡུམ་ནི་བུད་མེད་ཀྱི་རྟེན་ལ་གཡོ་སྒྱུ་ཆུང་བ་དང། སེམས་ཀྱི་ངང་རྒྱུད་མཆོག་ཏུ་བཟང་བ་རྙེད་དོ། ཞེས་ལྗོངས་འདིའི་སྐྱེ་བོ་དག་མཐུན་པར་གླེང་བ། ཤིང་མོ་ཨ་ཆོས་ཞེས་བྱ་བ་སྟེ། ཡབ་ཡུམ་དེ་གཉིས་ལ་སྲས་དྲུག་མངའ་བ་ལས། བདག་ཉིད་ཆེན་པོ་འདི་ནི་བཞི་པ་ཡིན་ཞིང། འདིའི་གདུང་རུས་ནི་མེའི་ཡིན་ལ། རྗེ་ཉིད་དང། གདུང་མཆོད་གཅིག་པ་ཙམ་དུ་གཏོགས་པ་ལ་མི་ངོ་སྟོང་ཕྲག་ལོངས་པ་ཡོད་ཅིང། བདུན་རྒྱུད་མ་ཆད་པའི་གཉེན་དང་ནགས་ཀྱི་གཉེན་མཚམས་ཡང་རྒྱས་པ་ཞིག་སྟེ། དེ་དག་ལས་སྔ་ཕྱིར་རབ་ཏུ་བྱུང་བ། ཡང་དག་པར་བླངས་པ་མང་པོ་ཞིག་བྱོན་པ་ཐམས་ཅད་ཀྱང། བརྟུལ་ཞུགས་མ་སྨད་ཅིང། རྣམ་དཔྱོད་ཡངས་པའི་མིག་ཅན་ཤ་སྟག་གོ། ཞེས་གྲགས་སོ། དེ་བས་ན། སེམས་དཔའ་ཆེན་པོ་དེ་ནི། རྣམ་པ་དེ་ལྟ་བུའི་རིགས་དང། རུས་དང་ཆོ་འབྲང་ཕུན་སུམ་ཚོགས་པའོ། དེ་ཡང་འདི་ཉིད་གང་གི་ཚེ། ཡུམ་གྱི་ལུས་ལས་ཉེ་བར་བལྟམས་པ་དེའི་ཚེ། དེའི་དབུ་ནི་གདུགས་ལྟ་བུ་དང། དཔྲལ་བ་ཡིད་ཆེས་ཤིང་སྨིན་མ་འཛར་ལ། ཤངས་ཀྱི་གཟེངས་ཐོགས་དང། སྙན་ཤལ་རིང་དུ་འཕྱང་ཞིང། ཡན་ལག་དང་ཉིང་ལག་བརྒྱད་ལ། སྐུ་ཁབ་ཕྱེད་པ་དང། དབང་པོ་ཡོངས་སུ་གསལ་ཞིང། པགས་པའི་མདོག་ནི་མེ་ཏོག་ཀུ་མུ་ད་ལྟར་དཀར་བས། འཇིག་རྟེན་གྱི་སྐྱེ་བོ་གཞན་དང་མི་མཐུན་པས། མཚན་གྱི་དཔལ་གྱིས་མཛེས་པ། མིག་གི་བདུད་རྩི་ཞིག་བསྩལ་ཏེ། དེ་དང་ལྷན་ཅིག་ཏུ། རྩི་མ་མཐའ་དག་ནོར་བུ་རིན་པོ་ཆེའི་ཅོད་པན་བླངས་པ་ལྟར་གྱུར་ཏོ། གཞོན་ནུ་དེ་ཉིད་ནི། བྱིས་པའི་གནས་སྐབས་ཉིད་ནས་ཀྱང། བྱིས་པའི་རྒུད་པ་ཐམས་ཅད་ལས་ཡང་དག་པར་འདས་ཤིང། བག་མེད་པར་རྩ་བ་མཐའ་དག་ལས་ནི་ངང་གིས་ལུས། ཉེས་པར་སྤྱོད་པ་རྣམས་ནི་རང་བཞིན་གྱིས་བསྡམ། ཀུན་ལ་སྙན་པར་སྨྲ་ཞིང་ཁྲོ་བ་སྤངས་པ་དང། འགྲོགས་ན་བདེ་ཞིང། སློང་བའི་སྐྱེ་བོ་དག་ལ་གཏོང་བའི་ལག་པ་བརྐྱང་པ་དང། མགོན་མེད་དག་ལ་སྙིང་བརྩེ་ཞིང་བདེན་པར་སྨྲ་བ་དང། བློ་གྲོས་དཔག་པར་དཀའ་ཞིང་ཆོས་འཚོལ་བ་ལ། ངང་གིས་བཞུགས་པ་ལ་སོགས་པ། བྱང་ཆུབ་སེམས་དཔའི་སྤྱོད་པ་སློབ་པ་བྱེད་དང་ནི། བྱིས་པ་གཞན་དག་སྐད་ཙམ་ཉིད་ནས། ནུ་ཞོ་ལེན་པས་ཀུན་དུ་སྤྱོད་པ་དང། ཆེད་དུ་བསླབ་པར་བྱ་མི་དགོས་པ་ཇི་ལྟ་བ་དེ་བཞིན་དུ་གྱུར་ཏོ། དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས། བསྟན་པ་རིན་པོ་ཆེ་ལ་ཐོག་མར་འཇུག་པའི་སྒོ་དམ་པ་ནི། སོ་སོར་ཐར་པའི་སྡོམ་པ་དང། ཡོན་ཏན་ཀུན་གྱི་གཞི་ཡང་ཚུལ་ཁྲིམས་ཉིད་དུ་བསྲུང་ཞིང། སོ་སོར་ཐར་པའི་སྡོམ་པ་ཡང། ཁྱིམ་པ་དང་རབ་ཏུ་བྱུང་བའི་ཕྱོགས་གཉིས་སུ་གནས་པ་ལས། གཞོན་ནུ་དེ་རབ་ཏུ་བྱུང་བའི་ལོའི་གྲངས་སུ་མ་སོན་པའི་སྔ་རོལ་དུ། ཆོས་རྗེ་ཀརྨ་པ་རོལ་པའི་རྡོ་རྗེ་ལས། དགེ་བསྙེན་གྱི་སྡོམ་པ་ཡོངས་སུ་རྫོགས་པར་མནོས་ཏེ། མཚན་ཡང་ཀུན་དགའ་སྙིང་པོ་ཞེས་བཏགས་སོ། དེ་ལྟ་བུའི་གཞོན་ནུ་དེ་ནི་དགུང་ལོ་གསུམ་བཞེས་པའི་ཚེ། ཆོས་ཀྱི་རྗེ་དོན་གྲུབ་རིན་ཆེན་པ་དེ་ཉིད། རྗེ་དེའི་ཡབ་ཀྱི་གདན་དྲངས་པ་ཞིག་གི་དུས་ན། ཁོང་པའི་ཡབ་ལ་རྟ་དང་ལུག་ལ་སོགས་པ། ཟང་ཟིང་གི་གནང་སྦྱིན་དཔག་ཏུ་མེད་པ་མཛད་ནས་ཁྱེད་ཀྱི་ཕོ་འདི་ང་ལ་ཕུལ་ཅིག། ཅེས་བཀའ་གནང་བ། ཡབ་ཀྱིས་ཀྱང་དང་དུ་བླངས་ཏེ་སྤྲོ་དགའ་དང་བཅས་པས་ཕུལ། དེ་ནས་དགུང་ལོ་བདུན་པ་ལ་ཉེ་བར་བབས་པ་ན། མཆོད་ཆ་དེའི་ཞབས་དྲུང་དུ་ཕེབས་པར་མཛད་དེ། རབ་ཏུ་མ་བྱུང་བའི་སྔ་རོལ་ཉིད་དུ། མཆོད་ཆ་དེས་གསང་སྔགས་རྡོ་རྗེ་ཐིག་པའི་སྒོར་སྨིན་པར་མཛད་ཅིང། བཅོམ་ལྡན་འདས་འཁོར་ལོ་འདི་ཕྱོགས་དྲིལ་བུ་པ་དང། ཀྱེ་རྡོ་རྗེ་དང། ཕྱག་ན་རྡོ་རྗེ་ལ་སོགས་པས་དཀྱིལ་འཁོར་དུ་བཅུག་ཅིང་དབང་བསྐུར། གསང་མཚན་དོན་ཡོད་རྡོ་རྗེ་ཞེས་དང། རིག་པ་འཛིན་པའི་སྡོམ་པ་དང་དམ་ཚིག་ཡོངས་སུ་རྫོགས་པར་མནོས་ཏེ། མིག་གི་འབྲས་བུ་ལྟར་གཅེས་པར་བསྲུང་བར་མཛད་དོ། དེ་ཡང་ཆོས་རྗེ་དེའི་དྲུང་དུ་ཐོག་མར་ཕེབས་མ་ཁད་ནས། གསུང་རབ་ཀློག་པ་པོ་མང་དུ་འདུག་པ་རྣམས་ལ་གཟིགས་ཤིང། ཐུགས་ཀྱི་བཅས་པས། དེ་ཙམ་གྱིས་ལོག། རང་ཉིད་ཀྱིས་ཐོགས་མེད་དུ་འདོན་པར་ནུས་པ་བྱུང་ཞིང། ཆེད་དུ་བསྟན་ནས་བསླབ་དགོས་པ་མ་བྱུང། དབང་ཐོབ་ནས་རབ་ཏུ་མ་བྱུང་བའི་གོང། དགུང་ལོ་བདུན་དུ་ཉེ་བ་ཙམ་གྱི་དུས་ཉིད་དུའང། བདེ་མཆོག་གི་དོར། ཀུན་རིག་གཤིན་རྗེའི་གཤེད་ལ་སོགས་པའི་དཀྱིལ་ཆོག་མང་པོ་ཐུགས་ལ་བཟུང། བདེ་མཆོག་དྲིལ་བུ་བའི་བདག་འཇུག་ཀྱང་ལན་མང་དུ་མཛད་ཅིང། ལྷའི་རྣལ་འབྱོར་དང། བཟླས་པའི་རིམ་པ་སོགས་ལ་གཅིག་ཏུ་གཞོལ་བར་མཛད་པ་ཡིན་ནོ། དེ་ལྟར་རབ་ཏུ་མ་བྱུང་བའི་དུས་དེའི་ཚེ་ཉིད་ན། སྐབས་ཤིག་ནས་བཅོམ་ལྡན་འདས་ཕྱག་ན་རྡོ་རྗེ་གཏུམ་པོ་ཕྱག་གཉིས་པའི་རྣམ་པ་བཞིས། ཡུན་རིང་པོའི་བར་དུ། ནུབ་རི་བཞིའི་གནས་ལམ་ལས་གསལ་བར་འཆར་བ་དང། ཁྱད་པར་ཇོ་བོ་བཞི་པ་འདི་ཨ་ཏི་ཤ་གནས་ལམ་དུ་ནར་མར་འོང་བ་ཞིག་བྱུང། ཕྱིས་དབུས་སུ་ཕེབས་དུས་སྐུ་འདྲ་གཟིགས་པ་ན། རྣམ་པ་ཇི་ལྟ་བར་འདུག་གོ། ཞེས་གསུངས་ཏེ། ཅེས་ཇོ་བོ་ཉིད་སླར་ཡང་ཁ་བ་འབྱིན་པའི་བསྟན་པ་ཉམས་པ་གསོ་བའི་སླད་དུ་བྱོན་པ་ལྟར། མདོ་སྔགས་ཀྱི་ལམ་གྱི་རིམ་པ་ཡོངས་སུ་རྫོགས་པས་གདུལ་བྱ་རྣམས་སྨིན་ཅིང་གྲོལ་བར་མཛད་དེ། བསྟན་པ་རིན་པོ་ཆེ་མི་ནུབ་པའི་རྒྱལ་མཚན་འཛིན་པ་རྣམས་ཀྱི་གཙུག་གི་ནོར་བུར་གྱུར་བ་འདི་ཉིད་ཀྱི་སྔ་ལྟས་སུ་གདོན་མི་ཟའོ། དེ་ལ་འདི་སྐད་ཅེས་བྱ་སྟེ། དད་བརྩོན་དྲན་དང་བག་ཡོད་ཤེས་བཞིན་དང། བརྟུལ་ཞུགས་མཆོག་དང་བློ་གྲོས་དཔའ་དགའ་བ། རིང་ནས་འདྲིས་པའི་ཡིད་འཇོག་གྲོགས་རྣམས་ཀྱིས། གཞོན་ནུ་ཉིད་ནང་མཛའ་བ་མ་བཏང་ངོ། ལུས་ཀྱི་མྱུ་གུ་དང་པོར་གྱུར་པ་ཡི། གནས་སྐབས་འདིར་ཡང་ཡོན་ཏན་མེ་ཏོག་ནི། དཔག་མེད་དྲི་བཟང་རྫོགས་པའི་སྙིང་པོ་ཅན། འདི་དེའི་ངོ་མཚར་སུ་ཡིས་བསམ་མི་བྱ། ཞེས་བྱ་བ་ནི། རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོའི་རྣམ་པར་ཐར་པ། ཡོངས་སུ་བརྗོད་པའི་གཏམ་དུ་བྱ་བ། དད་པའི་འཇུག་ངོགས་ཞེས་བྱ་བ་ལས། གཞོན་ནུ་ཉིད་ཀྱི་གནས་སྐབས་ཡོངས་སུ་བརྗོད་པའི་རིམ་པར་ཕྱེ་བ་འདི་དང་པོའོ། རབ་བྱེད་གཉིས་པ། ཁྱིམ་ནས་ཁྱིམ་མེད་པར་ངེས་པར་འབྱུང་བ། དེ་ལྟ་བུའི་གཞོན་ནུ་དེ་ཡང། སྔོན་ལན་གཅིག་མ་ཡིན་པར། གོམས་པར་བྱས་པས་བཟང་པོའི་རིགས་ཀྱི་བག་ཆགས་ཡོངས་སུ་སད་པས། བྱིས་པའི་གནས་སྐབས་ཉིད་ནས་ཡང་འདི་ལྟར་རྟོགས་ཏེ། ཁྱིམ་ན་གནས་པ་ནི་བྱ་བ་ངན་པ་སྣ་ཚོགས་པས། ལས་ཀྱི་བྲི་བའི་འཆིང་བ་དང་པོས་བསྡམས་པ། བག་མེད་པའི་གནས་སུ་གྱུར་ཅིང། ཉེ་བར་ཞི་བ་དང་འགལ་བ། ཟས་གོས་དང་ཁྱིམ་གྱི་གསོ་ཚིག་དང། ནོར་མངོན་པར་འགྲུབ་པ་སོགས་ཀྱིས་རྣམ་པར་དཀྲུགས་པས། བཟོད་པར་དཀའ་བའི་སྡུག་བསྔལ་གྱི་མེ་འོབས་ལྟ་བུར་གྱུར་ལ། རབ་ཏུ་བྱུང་བ་ནི་ཉེས་པ་དེ་དང་དེ་འདྲ་བ་ཇི་འདྲ་ལས་ཀྱང་རྒྱབ་ཀྱིས་ཕྱོགས་པར་བྱེད་པའི་སྒོ་དམ་པ་སྟེ། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་ཀྱང་རབ་ཏུ་བྱུང་བ་ཉིད་ཡང་དག་པར་བླངས་སོ་སྙམ་དུ་དགོངས་ནས། དགུང་ལོ་བདུན་པའི་ཚེ། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བར་མཛད་དེ། ངུར་སྨྲིག་གི་རྒྱལ་མཚན་ཡང་དག་པར་བཞེས་སོ། དེ་ལ་རྗེ་རིན་པོ་ཆེ་འདི་ཉིད། ཐོག་མར་ཡོངས་སུ་འཛིན་པ་དང། རབ་ཏུ་སྦྱིན་པར་མཛད་པ་ལ་སོགས་པའི་དགེ་བའི་བཤེས་གཉེན་ནི། གོང་དུ་བརྗོད་པ། ཆོས་རྗེ་དོན་གྲུབ་རིན་ཆེན་པ་ཞེས་གྲགས་པ་འདི་ཉིད་ཡིན་ལ། དེའི་རྣམ་པར་ཐར་པ། ཕྱོགས་མཚོན་ཙམ་ཞིག་གཞིར་བྱུང་དུ་བརྗོད་ན། དེའི་འཁྲུངས་ཡུལ་ནི་མདོ་ཁམས་སྨད་ཡིན་ལ། གཞོན་ནུ་ལ་རབ་ཏུ་བྱུང་ཞིང་དབུས་གཙང་དུ་བྱོན། རྙེད་ཐང་བ་བཀྲ་ཤིས་སེང་གེ་སོགས་ལ་ཕར་ཕྱིན་དང་བྱམས་ཆོས་ཐམས་ཅད་མཁས་པར་བསླབས། གཙང་གི་སྣར་ཐང་དུ་བྱོན། བཅོམ་ལྡན་རིག་རལ་གྱི་བུ་བྱིན། བཅོམ་ལྡན་འབར་བྱང་གི་གདན་ས་པ། གདོང་མདུན་རིག་པའི་སེང་གེ་ལ། མཚན་མ་རྣམ་གཉིས་གསན་སྦྱོང་མཛད། དེའི་ཚེ། རིག་པའི་གནས་ཀྱི་དགག་སྒྲུབ་ཅུང་ཟད་འཆར་དཀའ་བ་བྱུང་ལ། ཞལ་ལུར་བྱོན་ནས། ཐུགས་རྗེ་ཆེན་པོ་རང་བྱོན་གྱི་དྲུང་དུ་གསོལ་བ་དྲག་ཏུ་བཏབ་ཅིང། ཞབས་ལ་ཁྲག་ཐུལ་གྱི་བར་དུ། ཉིན་མཚན་དུ་བསྐོ་བ་མཛད་པས། བློ་གྲོས་ཀྱི་ནུས་པ་མཆོག་ཏུ་གྱུར་པ་འཁྲུངས་ཏེ། རིག་པའི་གནས་ལ་ཐོགས་པ་མེད་པར་གྱུར་ནས། རྩོད་པ་བཟང་བས་མཆོག་ཏུ་གྲགས་པ་བྱུང་ཞིང། མཐུན་རྐྱེན་དཀོན་པོ་བྱུང་ཡང། སྣར་ཐང་པའི་སྐྱོ་ཚུལ་ལ་བརྟེན་ནས་ཀྱང་ལེགས་པར་སྦྱངས། དེ་རྗེས་ཞྭ་ལུགས་བྲག་འོག་ལ་བྱོན་པས། རིན་པོ་ཆེའི་ཕུགས་འདུན་ཐམས་ཅད་མཁྱེན་པ། གདན་སར་ཕེབས་ནས་འདུག་པ་ལགས། ཚོགས་སུ་བགྲོ་གླེང་མཛད་པས་ལེགས་པར་ཟིན། མཁས་པའི་གྲགས་པའང་ཐོབ། སླར་མདོ་སྨད་དུ་བྱོན། ཤིང་དགོན་སྡེ་གཟར་གྱི་མཁན་པོ་མཛད། དེའི་སྐབས་ཤིག་ཏུ། བདེ་བ་ཅན་གྱི་གདན་ས་མཛེས་པར་ཞུ་བས་གདན་འདྲེན་བྱུང་བའི་དབུས་སུ་ཕེབས། འོན་ཀྱང་གདན་སའི་སྟབས་མ་འཕྲོད། ཡོ་བྱད་མང་དུ་བསྣམས་བྱོན་པ་རྣམས་ཀྱིས། བདེ་བ་ཅན་དང་སྣར་ཐང་སོགས་སུ། གཙུག་ལག་ཁང་དང་དགེ་འདུན་གྱི་ཞབས་ཏོག་རྒྱ་ཆེན་བསྒྲུབས་ནས། ཡབ་ཆོས་སྡིངས་སུ། སྐྱེ་མཆོག་སྟོང་བསྟན་པའི་དྲུང་དུ་གྲུབ་པོ་ལ་བྱོན། ཕྱག་རྫས་གང་ཡོད་བླ་མ་ལ་ཕུལ། སྒྲུབ་པ་ལ་རྩེ་གཅིག་ཏུ་དྲིལ་བས། ཟིན་གནས་ཀྱི་མྱོང་བ་ཁྱད་པར་ཅན་འཁྲུངས། དེ་རྗེས་མདོ་སྨད་ལ་བྱོན། བྱ་ཁྱུང་དང་ཤ་ཁྲག་དགོན་ཟེར་བའི་དགོན་པ་གཉིས་བཏབ། ལོ་འབྲེལ་གྱི་བར་དུ་འཕར་རྩེག་གི་ཐོག་དྲངས། བྱམས་ཆོས་རྣམས་དང། བདག་ཉིད། སྤྱོད་འཇུག་སོགས་ཀྱི་བཤད་པ་མཛད་ཀྱང། བཞེད་པ་ལྟར་གྱི་ཕན་ཐོགས་ཆེར་མ་བྱུང་བས། ཐུགས་སྐྱོ་བར་གྱུར་ཏེ། ཤར་གྲངས་དུ་དཔོན་པོ་ཤཱཀྱ་བཟང་པོ་ཟེར་བ་ཞིག་གདན་སར་བསྐོས། ཁོ་རང་གི་བྱ་ཁྱུང་དུ་སྒྲུབ་པ་རྩེ་གཅིག་ཏུ་མཛད་པ་ཡིན་ཏེ། འདི་ནི་མཁས་ཤིང་གྲུབ་པ་བརྙེས་པ། ལྷག་པའི་ལྷས་དངོས་སུ་རྗེས་སུ་བཟུང་ཞིང། བྱིན་གྱིས་བརླབས་པར་ཡང་གྲགས་པ། སྐུ་བལྟ་བར་ཉེ་བ་ན། ལྷའི་སིལ་སྙན་དང་མེ་ཏོག་གི་ཚོགས་ལ་སོགས་པས་མཆོད་ཅིང། འདི་ནས་བྱང་ཕྱོགས་ལོགས་སུ། རྔ་སྒྲ་སྒྲོགས་ཞེས་བྱ་བས། དེ་བཞིན་གཤེགས་པའི་ཞིང་དུ་བྱོན་པར། ནམ་མཁའ་ལས་སྒྲ་མངོན་སུམ་དུ་བྱུང་བ། ལྐོག་ཏུ་གྱུར་པའི་ཡུལ་མངོན་སུམ་དུ་གཟིགས་པ། ཐོགས་པ་མེད་པ་ལ་སོགས་པས་མངོན་པར་རྟོགས་པའི་ཡོན་ཏན་དཔག་ཏུ་མེད་པ་མངའ་བ་ཞིག་སྟེ། དེ་ཡང་ཁོང་པས། སྣར་ཐང་དང་བདེ་བ་ཅན་དུ་བྱ་རྒོད་དང་འབུལ་བ་མང་དུ་བཏང། དེ་དུས་སྟོན་གསེར་བཞི། རྗེ་འདི་པ་སྐུ་དྲུང་ན་བཞུགས་པ་ལ། ཚེ་འབྲང་དང་དུས་ངེས་པར་ཡིད་ལ་ཟུངས་ཤིག། དེ་རིང་སྣར་ཐང་ན་རང་རེའི་བྱ་རྒོད་དང་འབུལ་བ་བྱེད་ཀྱིན་འདུག་གསུངས། རྗེ་འདི་པས་ཀྱང་དུས་ཚིགས་ཐུགས་ལ་བཞག་ནས། ཕྱིས་འབུལ་སྐྱེལ་བ་རྣམས་མར་ལ་སླེབས་དུས་ལེགས་པར་དྲིས་པས། བྱ་རྒོད་བྱས་པའི་ཉི་མ་དེ་ཉིད་རང་དུ་འདུག་གསུང་བ་དང། ཡབ་ཏུ། སྟོང་ལྡན་འབག་སྐུ་གཟིགས་ནས། བྱང་སེམས་པ་གདན་སར་འགོད། ཁོང་གི་གསུང་ཡིག་འབུལ་སྐྱེལ་དང་བཅས་པ། མདོ་སྨད་དུ་ཁོང་པོ་ལང་བསྐུར་བྱུང་བས་ལན་རྣམས་ཡར་ལ་བསྐུར་དུས། སྔར་གྱི་འབུལ་དགེ་བསྐུར་བ་སོགས་འཁྲུལ་པའི་རྒྱུ་མཚན་དང། གསུང་གཞུག་ཐམས་ཅད་གུ་རུ་ཀུན་གཞོན་པ་ལ་མཛད། སྔར་རང་རེ་ལ་བྱང་སེམས་པའི་བྱུང་བ་ཡིན་པས། དེ་ལ་མཛད་པར་གྲགས་ལ་ཞུས་པས། འདི་སྐད་འོངས་གསུང། ལན། ཁྱིམ་མི་རྣམས་ཀྱི་དབུས་སུ་སླེབ་ཙམ་ན། བྱང་སེམས་པའང་བསྡད་ནས། གུ་རུ་མགོན་གཞོན་པ་ཡབ་ཀྱི་གདན་སར་བཀོད་ཚར་འདུག་གསུངས། དེ་ལྟ་བུ་ལ་སོགས་པའི་ལུགས་རྒྱུད་མང་དུ་རྙེད་དུ་ཡོད་ཀྱང། མང་པར་གྱུར་བས་མ་བྲིས་ལ། དེ་འདྲ་བའི་ཡོན་ཏན་གྱི་ཚོགས་ཀྱིས་མངོན་པར་མཐོ་བའི། བླ་མ་དོན་གྲུབ་རིན་ཆེན་པའི་མཁན་པོ་ཚེ། དབུས་གཙང་དང་བལ་པོ་སོགས་སུ། མཁས་གྲུབ་དང་དཔོན་རི་དྭགས་དུ་མ་ལ། མདོ་སྔགས་དུ་མ་སྦྱངས་པའི་བཤེས་གཉེན་ཆེན་པོ། ལྟ་བས་བཞུགས་ན་སེང་གེ་ཞེས་གྲགས་པའི། སློབ་མ་བཞུགས་ན་བྱང་ཆུབ་ཅེས་བྱ་བའི། སློབ་དཔོན་མཛད་དེ། ཚིག་སྔ་མ་དགེ་ཚུལ་གྱི་སྡོམ་པ་ཡང་དག་པར་ནོས་ཤིང། མཚན་ཡང་བློ་བཟང་གྲགས་པའི་དཔལ་ཞེས་བྱ་བར་གསོལ་ཏོ། བླ་མ་འདི་བྱིས་པ་ཉིད་ནས་བདག་གིར་མཛད་དེ། བསྟན་པ་རིན་པོ་ཆེའི་བདག་པོ། ཆོས་ཀྱི་རྒྱལ་པོར་འགྱུར་བར་དགོངས་ནས། ཐུགས་ཀྱི་ཡུལ་དུ་ཤིན་ཏུ་གཅེས་པར་བཟུང་སྟེ། སྨན་གྱི་ཤིང་ལྗོན་པ་ཆེན་པོ། མངོན་པར་འགྲུབ་པའི་མྱུ་གུ་ལྟར་ལེགས་པར་བསྐྱངས། རབ་ཏུ་བྱུང་ཞིང་རྡོ་རྗེ་ཐེག་པའི་སྒོར་སྨིན་པར་མཛད་དེ། དབུས་གཙང་དུ་བྱོན་པས། རྫོང་དར་དང་དོ་དམ་སོགས་ཤིན་ཏུ་ཆེ་བར་མཛད་པས། བཀའ་དྲིན་ཆེ་བའི་བླ་མ་ཞིག་ཏུ་མཛད་པ་ཡིན་ནོ། འདིར་སྨྲས་པ། དབང་པོ་རབ་ཞི་དུལ་བའི་དཔལ་གྱིས་ནི། ཚངས་སྤྱོད་སྐྱེས་རྒན་ལྷ་ཡི་དྲང་སྲོང་ཡང། མི་བསྲུན་བྱིས་པ་ལྟར་མཛད་གཞོན་ནུ་དེ། འདིར་ནི་གངས་ཅན་ས་ཡི་ཐིག་ལེ་གྱུར། རྒྱལ་སྲས་གཞོན་ནུ་སྙིང་རྗེའི་ལྟ་བ་དེ། ཐུན་མཚམས་ངུར་སྨྲིག་གོས་བཟང་འཛིན་གྱུར་པ། དེ་ཡི་མོད་ལ་ཁྱིམ་གྱི་སྐྱེད་ཚལ་དུ། འདོད་པའི་ཀུ་མུད་ལག་གི་རྩེ་ཁ་དང། ཞེས་བྱ་བ་ནི། རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོའི་རྣམ་པར་དག་པ། ཡོངས་སུ་བརྗོད་པའི་གཏམ་དུ་བྱ་བ། དད་པའི་འཇུག་ངོགས་ཞེས་བྱ་བ་ལས། ཁྱིམ་ནས་ཁྱིམ་མེད་པར་ངེས་པར་འབྱུང་བ་ཡོངས་སུ་བླངས་པའི་རིམ་པ་ཕྱེ་བ་སྟེ་གཉིས་པའོ།